སྤྱིར་བཏང་ང་རང་ཚོའི་སྦྲ་རིགས་ཐོགས་མེད་ལགས་ཀྱི་ལོ་རྒྱུས་སྙིང་བསྡུས་སྒྲོགས་ཞུ་བ་ན་སྦྲ་རིགས་ཐོགས་མེད་ལགས་ཁོ་རང་ལ་ཕྱག་འཚལ་བ་ན་ད་ལྟའི་ཆ་ལ་ཡང Oxford གཙུག་ལག་སློབ་གཉེར་ཁང་ནང་ལ་ཨེ་ཤི་ཡ་ཀྱི་དང་བོད་ཨེ་ཤི་ཡ་ཀྱི་རིག་གཞུང་ཡོད་ར་རིག་གཞུང་སྐད་ཡིག་མི་རིགས་ལོ་རྒྱུས་དང་ཨན་ཁོ་རང་ཚོ་ཨེ་ཤི་ཡ་ཁོ་རང་གི་གནའ་བོའི་ཤུལ་བཞག་དུ་ཚུད་ལ་དེ་ལྟར་སློབ་སྦྱོང་གནང་དང་གནང་མུས་ཆགས་འདུག་ཞུ་ཡ་ཡིན། ཨན་ད་ལྟའི་ཆ་ལ་ད་དུང་ཡང་ཁོ་རང་ཨོག་སོར་སྤྱི་ཚོགས་ཨོག་སོར་ནང་ལོ་སྤྱི་ཚོགས་དང་ཁྲིམས་ལུགས་རིག་པའི་དང་ཨན་མཉམ་དུ་སྐད་རིགས་དང་བརྡ་སྤྲོད་རིག་པ་དང་སྒྲ་གདངས་ཀྱི་རྣམ་གཞག་ཐོག་ལ་ཡང་སློབ་སྦྱོང་བྱས་དང་བྱེད་མུས་རེད་འདུག་ན་ཨན་ཁོ་རང་གིས་དེ་དག་ཞིབ་འཇུག་དང་དཔྱད་ཞིབ་བྱེད་དགོས་ཀྱི་གྲུབ་འབྲས་དེ་ཚོ་ང་རང་ཚོས་ཀྱིས་ད་ལྟའི་ཆ་ལ Asia Times ད་ག་ནང་བཞིན་གྱི Times of India Asian Affairs ད་ག་ནང་བཞིན་སྤྱི་ཚོགས་ཀྱི་བརྒྱུད་ལམ་ཁག་མང་པོའི་ནང་ལོ་ལ་ང་ཚོས་མཐོང་རྒྱུ་ཡོད་པ་དེ་ཆགས་འདུག་གི་ཞུ་བ་ཡིན། ཨན་དང་ཐོག་དེ་ལ་བགྲེས་ཐོག་མེད་ལགས་ཀྱིས་ལོ་རྒྱུས་སྙིང་བསྡུས་ཞུས་ཚར་བ་ཆགས་འདུག་གི་ཡོད། བྱས་ཙང་ད་དང་པོར་དྲི་བ་དེ་ག་རེ་ཆགས་འདུག་གི་ཞུ་ན་བགྲེས་ཐོག་མེད་ལགས་ལྟ་བུ་ཆགས་ཚར་བས་ན་སྤྱིར་བཏང་ང་རང་ཚོའི་ཡོངས་གྲགས་ནང་ལོ་ལ་ད་དཔེ་དེབ་ཀློག་ཡ་དེ་ད་རྒན་གཞོན་བར་གསུམ་ད་ད་ག་རང་ཞིག་གི་སློབ་གྲྭ་ད་མཐོ་སློབ་ད་ག་ག་བ་ག་ས་ལ་ང་ཚོ་གི་དཔེ་དེབ་ཀློག་ཡ་དེ་གལ་ཆེན་པོ་ཡིན་པ་ཅིག་ངོས་འཛིན་ཞུས་འདུག་གི་ལ་ག་དུས་ནས་ཀློག་དགོས་ཡ་དེ་ཡིན་པ་ལ་ཆགས་འདུག་གི་ཞུ་བ་ཡིན། བྱས་ཙང་བགྲེས་ཐོག་མེད་ལགས་ཁྱེད་རང་གིས་དཔེ་དེབ་ཀློག་ཡ་དེ་ག་རེ་བྱས་ནས་གལ་ཆེན་པོ་མཐོང་གི་ཡོད་ན།

ལ་སོགས་དྲྭ་བའི་ཐོག་མའི་ལ་བཀའ་དྲིན་ཆེ་ཞུ་ཨེ་ད་ང་རང་ཚོད་ཀྱི་ང་དང་ང་འདྲ་བའི་གཞོན་སྐྱེས་རྣམ་པ་ཚོད་ཀྱི་དེ་ད་དྲྭ་བའི་ཐོག་མའི་ལ་གྱི་རྒྱུ་མཚན་ཆེན་པོ་གསུམ་གསུངས་གནང་སོང་དེ་ང་རང་ཚོད་ཀྱི་ད་བསམ་བློ་དང་ཉེ་དགོས་ཨེ་ད་ཚོ་ཚོད་ཀྱི་ད་ལག་ལེན་ལ་སྐྱེལ་ཐུབ་ན་ངས་ཡག་པོ་རེ་ཞིག་མཐོང་བསྡད་ཡི་འདུག་ཨེ་གཞན་པ་དེ་གར་ཆགས་བསྡད་དགོས་ཞེས་བ་ཨེ་ན་དྲྭ་བའི་ཐོག་མའི་ལ་ཁྱེད་རང་ཤེས་ན་དེབ་ག་འདྲའི་སྒྲོག་བཞིན་འགྲོ་དགོས་ན་དེབ་དེ་ཚོ་ཀློག་དགོས་བའི་གདམ་ག་བྱེད་དགོས་དགོས་པ་རྒྱུ་མཚན་ག་རེ་ཡིན་ན།

དྲན་གསོ་བྱེད་ཀྱི་ཡོད་རེད་མོད་དེ་སློབ་སྦྱོང་གསར་བ་བྱེད་ཀྱི་ཡོད་མ་རེད་དེ་ཡིན་ཙང་དཔེ་ཆ་ཞིག་གསར་བ་ན་ཡིན་གྱི་མིན་གྱི་སློབ་སྦྱོང་གསར་བ་སྔོན་མ་མ་ཤེས་ཡ་ཞིག་གསར་བ་ཤིག་ཤེས་ཐུབ་པའི་དཔེ་ཆ་ཞིག་ལོག་བ་དེ་དཔེ་གལ་ཆེན་པོ་རེད་ལ། ཨ་ནི། ཨ་ནི་གསུམ་པ་དེ་གལ་ཆེ་ཤོས་ཤིག། ཨ་ནི་དཔེ་ཆ་ཞིག་ལོག་བ་ན་དཔེ་ཆ་དེ་ག་རང་ལ་སློབ་སྦྱོང་གསར་བ་ཞིག་བྱེད་ཡ་མ་ཡིན་པ་སློབ་སྦྱོང་ལ་ལྟ་སྟངས་གསར་བ་ཞིག་སྤྲད་ཐུབ་པ།

སློབ་སྦྱོང་མུ་ནེ་སྟེ། འཛིན་གྲྭ་གི་ལྷག་ཕྲན་དང་ནང་ལས་དང་སོ་སོས་ཡིག་རྩལ་བཏང་བ་ཙམ་གྱིས་དཔེ་ཆ་མང་ཡང་འབད་དེའི་རྒྱབ་ལོགས་ནས་སོ་སོ་ལ་དངོས་གནས་མི་ཚེའི་གང་བ་ཁེལ་ཐུབ་པ་གི་སོ་སོའི་ད་ལྟ་གོང་དུ་ཤོད་གནང་བཞིན་དཔེ་ཆ་དངོས་གནས་རང་ཉིད་སོ་སོས་བསམ་བློ་གསར་བ་བསྐྲན་ཐུབ་ཡང་ཨ་ནེ་བཀྲི་བ་གསར་བ་བཏང་ཐུབ་པ་གི་དཔེ་ཆ་ཁར་ཁར་རེ་ཀློག་དགོས་བ་དེ་དཔེ་གལ་ཆེན་པོ་རེད། དམིགས་བསལ་གི་སྤོབས་པ་དུ་ཚོད་གལ་ཆེན་པོ་སྤོབས་པ་གཞོན་སྐྱེས་དུ་ཚོད་གལ་ཆེན་པོ་ཡིན་པས་ད་སྤེན་ཚེ་འགྲོ་ཞོར་ན་ད་མོ་སོ་སོ་ཨིན་འགྲིག་ཡོད་ཀྱི་མི་སྒེར་ཞིག་འཚོལ་བ་ཡིན་ན

དེ་ཡིན་ཙང་སྤོ་ནང་གི་མཁས་པ་མང་པོ་དཔེ་ཆ་དེ་ཚོ་སྤྲད་རྒྱུ་མང་པོ་འདུག་དེ་ཡིན་ཙང་དཔེ་ཆ་དེ་ཚོ་ཀློག་ཐུབ་པ་ནི་རང་ཅག་གིས་ཀྱི་སྤོ་ནང་གི་མཁས་པ་དང་སྤོ་ནང་གི་རྩོམ་པ་པོ་དང་སྤོ་ནང་གི་ལྟ་གནད་འགག་ཡོད་ཀྱི་མི་ཚང་མ་གི་བསམ་བློ་ཁེལ་དང་ལྟ་བ་ཁེལ་དང་ཁ་རེ་བྱེད་ཀྱི་འདུག་དེ་ཡིན་ཙང་ང་ཚོ་དཔེ་ཆ་གི་སྤོ་ཕྱི་ནང་གཉིས་ཀ་ལ་གསར་མ་རྣམས་ཀྱིས་བཀྲིན་ཐུབ་དགོས་རེད་དེ་གི་གཞོན་སྐྱེས་ཚང་མ་སོ་སོ་སྒེར་བཞིན་ལ་དེ་གི་གནད་འགག་ཚང་མ་མཐོང་གི་འདུག

ཆ་ཚང་བ་ཧ་གོ་བའི་གཙང་ནི་ཁོ་བོ་པད་དེ་ཁྱོད་རང་སྐད་ཆ་བྱ་བ་དང་དུས་ཚང་མ་ལྗིད་ཁོག་ས་རུ་ཆགས་འགྲོ་བ་རེད། གསུམ་པ་དེ་ཨ་ནི་དེང་སང་ད་འཛམ་བུ་གླང་སྒང་དེའི་སྒང་ལ་ད་སོ་སོ་འཛམ་བུ་གླང་ལ་ད་སྤྱི་ཚོགས་འཚོ་བ་རུ་གོ་ར་བོད་པ་སྤྱི་ཚོགས་ཚང་མ་འཛམ་བུ་གླང་གི་ལུང་པ་ཚང་མ་ཁ་བཀྲམ་འགྲོ་གི་ར་དེ་ཡིན་ཙང་མ་འོང་བ་ན་འཛམ་བུ་གླང་གི་ལུང་པ་ཚང་མ་ལ་གཅིག་བོད་པ་ཚང་མ་གི་དཔེ་ཆ་སྤྲད་གི་རེད་རྩོམ་སྤྲད་གི་རེད་དེ་དུས་ཚང་མ་ང་ཚོ་ཕན་ཚུན་མི་ཚང་མ་རེ་རེ་རེ་སྐད་ཆ་བཤད་ཐུབ་གི་མ་རང་དེ་ང་ཚོ་ཚང་མ་མཉམ་དུ་འཛོམས་ཡག་གི་ལམ་ཁ་བརྒྱུད་ལམ་ཆེ་ཤོས་ཡག་ཤོས་ཅིག

དེ་ལས་ཀྱང་གལ་ཆེ་བ་ད་ལོ་རྒྱུས་དང་སྤྱི་ཚོགས་ཚན་རིག་དང་དམིགས་བསལ་གྱི་གཞུང་ལུགས་དང་འབྲེལ་བ་ཡོད་པའི་དཔེ་ཆ་གལ་ཆེན་པོ་དེ་ཀློག་ཡ་ན་དང་པོ་ཀ་དོན་ང་ཀ་དོན་ན་དཔེ་ཆ་དེ་དང་པོ་ཀློག་དུས་ཀ་དོན་ན་སྒང་གི་ངོ་སྤྲོད་ཀྱི་དཔེ་ཆ Introduction Part དེ་ཡོད Introduction དཔེ་ཆ་དེ་དཔེ་ཞིབ་ཚགས་པོ་ཀློག་དགོས་པ་གལ་ཆེན་པོ་རེད་ག་རེ་ན་གཞུང་ལུགས་དང་འབྲེལ་བ་གྱི་དཔེ་ཆ་ཞིག་མིན་ན་དཔེ་ཆ་གྱི་ནང་དོན་གྱི་གཙོ་བོ་རྡོག་རྡོག་གཙོ་བོ་དེ་ཀ་དོན་ན་ཀ་བ་ན་ཡོད་རེད

གཞན་པ། དཔེ་ཆ་ཆེན་པོ་ལོག་ན་ལམ་སང་ང་ཚོ་ཡོད་ལ་དཔེ་ན་ཚང་མ་ཉིད་འགྲོ་གི་མ་རང། ད་ནི་དཔེ་ཆ་ཡག་པོ་ཞིག་ལོག་ན་ཉི་མ་ཞིག་ལ་ལོག་ཐུབ་གི་མ་རང་དེ་ཡིན་ཙང་ཨ་ནི། ང་ཚོས་དཔེ་ཆ་ལོག་གི་ལོག་གི། ཨ་ནི་དེའི་འགྲམ་དུ་བ་ལ་མཆན་བཏབ་གི་བཏབ་གི་བྱས་ཤག་ན། རྗེས་མ་དེ་དཔེ་ཆ་ཞིག་ལོག་ཚར་ནས་ལོ་ཁ་ཤིག་འགོར་སོང་ན་རྗེས་མ་བསྐྱར་དུ་དཔེ་ཆ་དེ་ལོག་ཡག་ན་བསྐྱར་དུ་དགོན་ནས་ལོག་ཐུབ་གི་མ་རང་དེ་ཡིན་ཙང་རང་གི་དངུལ་མ་གི་མཆན་བཏབ་རྒྱུའི་དུས་སུ་འགྲོ་ཤག་ན། ལམ་སང་དངུལ་མ་ལོག་ཚར་རྗོད་བསྐྱར་དུ་རང་ལ་ལམ་སང། བཀྲི་བ་དང་ལ་ཁ་རེ་ནི་ངེས་ཡོང་གི་རེད་དེ་ཡིན་ཙང

བོད་ལྗོངས་དཔེ་མཛོད་ཁང་གི་དེ Sound Cloud Apps ནང་དཔེ་མཛོད་ཁང་གི་དེ་ཁོ Account དང་དེ་གང་ཆེ་ཡང་ན་ཤེས་ཀ་པ་ཁོ་རང་གི་དཔེ་ཆ་དེ་སྒོ་ནས་གཅིག་བར་དུ་སློབ་ཚན་འཁྲིད་རྒྱུ་ཆ་ཚང་དེ་ལ་སྒྲ་འཇིགས་བྱས་ནས་བཅུག་ཤག་དེ་ག་ནས་སོ་སོ་གི་དཔེ་ཆ་ཀློག་ཀོ་ཀློག་ཀོ་ཕི་གི་དེ་ཉན་གི་ཉན་གི་བྱས་ན་ཨ་ནི་ཁོ་རང་རྩོམ་པ་པོ་ཁོ་རང་གི་སྒྲ་འཇིགས་ཚང་བ་འདུག་དེ་ག་ཡིན་གཅིག་མིན་གཅིག་དཔེ་ཆ་དེ་ག་ཆེ་ཤོས་ཅིག་ཀློག་དགོས་ག་ཆེ་ཤོས་ཅིག་དེ་རེད་ལ།

ཁར་ནས་སྤོབས་པ་མང་ཆེ་བ་ཞིག་གི་བཀའ་བཏོན་ནས་གོང་ས་མཆོག་གི་གསུང་ཆོས་དང་དེ་ནས་ཉན་དགོས་པ་རེད་མ་ཨ་ནི་གོང་ས་མཆོག་གི་སྤོབས་པ་ཞིག་གིས་མ་ཡིན་པ་དེ་འཛམ་བུ་གླིང་བཅུ་ལ་ལྟ་སྟངས་ག་འདྲ་ཞིག་རེད་དེ་ཨ། དཔེ་ཀ་ཆེན་མོ་དང་ལྟ་སྟངས་གི་སྒང་ལ་ཤེས་སོང་ང་ཚོས་དཔེ་ཆ་ཞིག་བླངས་ནས་དཔེ་ཆ་དེ་ག་ང་ཚོས་དྲི་བ་བཏང་ཐུབ་དགོས་རེད། ང་ཚོས Critic Thinking བསམ་བློ་མ་འདྲ་བཏང་ཐུབ་དགོས་རེད་ལ་དེ་ར། གོང་ས་མཆོག་གི་བཀའ་བཏོན་ནས་ཆོས་བྱེད་དགོས་པ་སེམས་པ་བཟང་བོ་བྱེད་དགོས་སེམས་པ་ཡག་པོ་བྱེད་དགོས་རེད་དེ་ཚོ་ང་ཚོས་ནམ་ཡིན་གོ་ད་ར། དེ་མ་ཡིན་པའི་ད་ལྟ་ཆོས་ལུགས་ཀྱི་ཚབ་ནི་འདི་བསང་སྤྱོད་ལ་སྟེ། ཨ་ནི་ཆོས་ལུགས་མ་ཡིན་པའི་སྒང་ནས་ང་ཚོ་གཅིག་གི་མི་གི་བསང་སྤྱོད་དང་ཀུན་སྤྱོད་ག་རེ་ཡར་རྒྱས་བཏང་དགོས་རེད་དེ་གང་ལ་ཐ་ལ་གོང་ས་མཆོག་གི་དམིགས་བསལ་གི་དཔེ་དེ་ཐོག་མ་ཡིན་པའི་ཅིག་བསམ་ཚུལ་འདྲ་བ་ལྟ་བ་གསར་བ་འདྲ་བྱས་འདུག་ཨ། དེ་ཡིན་ཙང་ཨ་ནི་དཔེ་ཆ་དེ་པོ་ཡིན་ནའང་རེད་བསྒྱུར་བྱ་དབྱིན་ཇིའི་ནང་ནས་ཡོད་རེད་དེ་ག་ནི། ཨོ་དཔེ་ཆ་དེ་ཀློག་དགོས་གལ་ཆེན་པོ་རེད། ད་དེ་མ་ཡིན་པའི་དཔེ་ཆ་དེ་སྤྱིར་བཏང་གི།

ལ་སོགས་དེ་འདྲར་ཐོགས་མེད་ལ་དཔེ་ཡག་པོ་གསུངས་ན་ཟུར་ར་དེ་དག་ང་རང་གིས་ད་གལ་པོ་ཆེ་ལ་ནན་ཏན་གྱི་ཚུལ་དུ་ད་མདོར་བསྡུས་སྙིང་བསྡུས་ཞུས་བ་ཡིན་ད་ང་རང་ཚོས་ཀྱིས་འདྲའི་ཐོག་མེད་ལ་ག་རེ་གསུངས་ནང་སོ་ལ་ན། ང་རང་ཚོས་ཀྱིས་བོད་པའི་གཞོན་སྐྱེས་ཞིག་པའི་ཡིན་པ་སློབ་ཕྲུག་ཞིག་པའི་ཆ་ནས་བོད་ཀྱི་སྲིད་དོན་རྒྱལ་རབས་བས་ལ་སྲིད་དོན་རྒྱལ་རབས་སློབ་སྦྱོང་བྱེད་དགོས་ཡ་ད། སྲིད་དོན་རྒྱལ་རབས་བོད་ཡིག་དང་དབྱིན་ཇི་དང་གཉིས་ཆ་ཡོད་པའི་སྐབས་ལ་དེ་ཚོའི་ཐོག་ལ་ང་ཚོས་སློབ་སྦྱོང་བྱེད་དགོས་ཡ་ད་དཔེ་མི་སྲིད་པའི་གལ་ཆེན་པོ་རེད་ད་དགའ་ནང་བཞིན་གྱིས་ཨེ་ད་ཕྱི་རྒྱལ་དེ་ཚོ་གིས་ང་རང་ཚོས་ཀྱི་བོད་པའི་ལོ་རྒྱུས་ལ་དཔྱད་པ་ཞིག་བྱ་དགོས་ཡོད་ར་ཉམས་ཞིབ་བྱེད་དགོས་དེབ་སྟོན་བྱེད་དགོས་ད་འགྲིག་པས་རན་ལ་སློབ་སྦྱོང་བྱེད་དགོས་ཡ་ད་དགའ་ནང་བཞིན་གྱིས་དེ་དག་ཀུན་འདུས་ཀྱི་དེ་དག་ངེད་ཅག་ལ་ད་དུས་ངོས་ལོག་མང་པོ་ཕྱིན་སྔོན་ལ་ཆོས་ལུགས་ཀྱི་མཚམས་ལས་འདས་པ་ཡོད་ན Beyond Religion ལ་སློབ་སྦྱོང་བྱས་ད་ད་ག་ནང་ཞིག་གིས་ད་ལྟའི་ཆ་ལ་ད་ང་རང་ཚོའི་ད་ལོ་རྒྱུས་ད་འཛམ་གླིང་གི་མི་ཚེའི་ཁ་ལོར་ད་འགྲོ་བ་མིའི་གཞུང་རིང་གི་འཕེལ་རྒྱས་ཀྱི་ལོ་རྒྱུས་ཡག་པོ་ཞིག་འོང་ན A Brief History of Humankind ནས་དེ་ད Homo Sapien ག་དེའི་དེ་ད་དེབ་སྐད་གྲགས་ཆེན་པོ་དེ་ད་ང་རང་ཚོས་ངེས་པར་དུ་སློབ་སྦྱོང་བྱེད་དགོས་པ་ཆེད་ནན་ཏན་དུ་འབོད་སྐུལ་ཞུ་སོ་ཞུ་ཡ་ཡིན་བྱས་ཙང་ང་རང་ལྟ་བུ་ཤ་ཚོད་ན་དངོས་གནས་གོ་ར

ཨེ་ཐེ་གློག་དང་གློག་གཡས་བརྒྱུད་རིམ་དང་ད་ག་ནང་བཞིན་གྱི་མང་པོ་ཞིག་ང་རང་ལས་ཀའི་ཡག་པོ་བྱུང་སོང་ཞོན་ད་ག་ནང་བཞིན་གྱི་ང་དང་ང་འདྲ་བའི་གཞོན་སྐྱེས་མང་པོ་ལ་འདིའི་བརྙན་ཐུང་འདི་ཕན་ཐོག་དང་ཐུགས་འགན་སེལ་བའི་རེ་བ་ཡོད་ཞོན་བྱས་ཙང་བརྙན་ཐུང་འདི་རྣམས་ལ་དགྲ་རིགས་ཐོག་མེད་ལགས་ཀྱིས་ང་དང་ང་རང་ཚང་མ་ལ་དངོས་གནས་ཁོ་ལ་ཕན་ཐོག་ཤུགས་ཆེན་པོ་ཐོགས་བྱས་ཙང་ང་རང་གིས་སྙིང་ཐག་པ་ནས་བརྙན་ཐུང་འདི་རྣམས་ཕེབས་པ་ལ་སྙིང་ཐག་པ་ནས་ཐུགས་ཆེ་གནང་བཀའ་དྲིན་ཆེ་ཞོན་ཐུགས་ཆེ་གནང། བློ་གསོ་ཐུགས་ཆེ་གནང་བརྩེ་བ་དང།